དེ་སྲས་ལུག་ལོ་ཤུག་ཤི་རྒྱལ་སྲས་ཀརྣ་པ་ཏི། དེ་སྔ་ཤར་རྒྱལ་སྲས་ཀུན་དགའ་རྒྱལ་སྲས་སྲས་ཤུག་ཡིན། བདག་ནི་སྲས་འཇམ་དཔལ་རྡོ་རྗེ་ཀྱི་ཡང་སྲས་དམ་པ་དེ། བདག་ནི་ཁོ་ཁྲུང་ཁྲུང་མིན་པས་བདག་ནི་ལོ་ལུག་རྒྱུད་དུ་སྲས་ལོ་ཤུག་ཤི་ལུག་ཆུང་ལ། བདག་ནི་སྦས་པས་དེ་ལས་ཁོ་ཕ་ལས་ཨ་ནི། དེ་བུ་རྒྱུད་འདི་འཕེན། དེ་དང་བསྟན་སྲུང་དགུ་ལོ་འགྲོ་གསུམ་བཅའ་བཞག་འཁོར་བ་ཁྱོ་འུང། ཏའི་ཀྲོང་ས་དཔོན་ལུགས་ཀྱིས་ཏའི་ཆོས་ཀུན་མི་བཅུ་བསྟན་པ་གྱི་ཞབས་ཚགས་ལུགས་སྒོ་བཏགས་ཏའི་དེའི་གི་ལོ་རྒྱུས་འདི་སུ་བཞུགས་བདག་ལུགས། དེ་ལས་ཏའི་དྭོགས་ཏའི་དེའི་བེ་བ་ཅན་ཆོས་ཀུན་འདི་རྣམས་མི་ས་མི་གི་གནས་སུ་རྒྱལ་ཆེ་ཏྲ་ཅིས་མེད་ཏའི་ཆ་ར་བ་པུ་ན་ཁ་ར་ཏའི་ང་ཆ་ར་པའི་སྒྲུབ་པ་རིན་པོ་ཆེ་གི་ཞབས་ཚགས་ར་འཇོག་གོ་བས་སེ་དེ་ལས་བས། དེ་ལས། ཆོས་ཀུན་མི་བཅུ་བསྟན་པ་འཁོར་ར་གི་སྒོ་ཁྲི་བས་དེ་གི་བས་ཏའི་བླ་མ་རྣམས་སེ་ཁིག་ཏའི་པུ་ན་ཁ།

དཔལ་སྒྲུབ་པ་རིན་པོ་ཆེ་ཀྱི་སྤུ་ན་ཁ་དེ་དཔལ་སྒྲུབ་པ་རིན་པོ་ཆེ་ཀྱི་ཀུན་ཏུ་བཅག་པའི་གཞི་ན་དེ་དཔལ་སྒྲུབ་པ་རིན་པོ་ཆེ་ཀྱི་ཁ་ཏུ་ལས་དེ་དཔོན་ལུགས་མི་འཇུ་བསྟན་པ་དང་རྣམ་རྣམ་སྲས་ཆེན་གཉིས་ལུགས་དེ་ང་ཅར་དཔལ་འདི་འགྲུབ་པའི་ལུགས་གཉིས་ཀྱི་ཕྲིན་ལས་འདི་དེ་ཕག་ཉི་མ་ཤར་ཕྱོགས་ཀྱི་ཁ་ཏུ་ལུགས་ཤར་ཕྱོགས་ཀྱི་རྒྱལ་ཁམས་དེ་སུ་ན་ལུགས་དར་ཞིང་བདག་གིས་བཏང་ནས་ཀྱི་ལུགས་དེ་འདི་ཆེན་གཉིས་ལུགས་ཡོད་ཟེར་དེ་བླ་མ་ཀྱི་བཀའ་མ་ཐུག་ཐུག་པའི་སྣང་གསོལ་ར་སྣང་ཅན་འདུས་སོ་རྗེ་བྱེ་བྲག་པའི་སྣང་བསྟན་པའི་ལོ་དེ་ར་དེ་ལས་དེ་ལས་རྣམ་རྣམ་སྲས་དེ་སྟོང་ཟབ་དཔོན་ལུགས་མི་འཇུ་བསྟན་པ་ཀྱི་ཕྱག་བཞུགས་དེ་བགྱིས་པའི

ཏེ། ཀྲང་སོ་པི་ལུ་མི་འཇུ་བསྟན་པ་གྱིས་གནས་སྐབས་དགུ་སྐྱེས་ཏེ་གི་བའི་ཏེ། ད་ད་བལ་པའི་ཁྲང་ཁྲ་ར་དམག་བཅབས་ཏེ་ཆོས་འཁོར་འདོད་པ་ཏེ། ཏེ་རྔ་བོ་ལོ་བཙུན་མི་སུ་ནུ་མས་ནོག་ཏེ་གི་བའི་ཏེ། ད་ཆོས་འཁོར་འདོད་པའི་གི་ཀ་ལིན། ཏེ། ནང་འཁོར་ནང་གི་ཀ་ལིན། ཏེ་ལྕམ་ཁ་གནས་མ་རྒན་ལོ། དོམ་ཁ་རྨེ་བོན་དབང་ཐོབ་ལོ། ཆུང་མའི་སྡུག་བསྔལ་བསོད་ནམས་དབང་པོ་སེང་སུ། ཏེ་བོང་ཐ་ཆོས་འཁོར་འདོད་པའི་གི་ནང་འཁོར་ནང་གི་ད་གཟིམ་བུ་ནམ། ཏེ་ཡོན་ནམ་མི་ནམ་ཡིན་དོག་མེད། ད་ཨ་ནི་འདི་སུ་ལུ་ནག་སུ་བཅབས། དེ་ནང་ཁོ་ན་གི་སྟོབས་དེ་ཚོས་དེ་སུ་ག་རེ་བས་ན་དེ་དེ་སུ་ན་དེ། ཆ་མཉམ་ར། དེ་ལས་གཞན་པའི་ཞིབ་བྱེད་པས་དེ་ལྕགས་སྦྲུལ་ཆུ་བདག་ལུ། དེ་སྤྱི་ལོ་གཅིག་སྟོང་དྲུག་བརྒྱ་བཞི་བཅུ་ཞེ་བདུན་ལུ། དེ་གོང་ར་བར། དེ་ཀྲོང་སེ་བའི་དམག་ལྕམ་ཞིག་གིས་འབེལ་མི་སུ་བས་སེ་ཏའི་སྤུ་ན་ཁ་ལས། དེ་དམག་དཔོན་གཞུང་སྒྲོལ་ཉི་འབྲུག་རྣམ་རྒྱལ་ཟེར་མི་དེས་ཧེ་མ་ཡ་ར་ཀླུང་གི་ཕྱག་མཛོད་བས་དེ་འབེལ་མི་དེ་ཡིན། ད་ནི་ཁོ་གིས་དེ་ན་ལས། དེ་ལྟར་ཁོ་གིས་སྒུག་སྐད་དེ་ལྟར། ང་ཆ་ཤ་ད་རྒས་དང་འོང་ཚོ་ཆེ་རྒས་ཀྱི་དམག་མི་གིས་དཔུང་རྒྱབ་ཐ་ན་ལས་ཞུགས་དེ་གིས་བས། དེ་ལས་དེ།

དེ་བུ་ལ་ཡག་སུ་མིག་གི་ལུག་ཅུ་མེད། དེ་ཁོ་རོག་བེ་སབ་ཆུ་བ་ཡག་སུ་མིག་དེ་ཁོ་རིག་གི་ནང་མིག་དེ་ཁོ་རིག་གི་ཆག་ཤུ་མིག་གཡུག་ཁོ་ཆ་ཉམས་ར་དེ་ཀྲོང་སོ་པིན་ལུག་གི་ལ་བ་ཚུ་དིག་གི་བེ་དེ་ཏང་ཨ་ན་ལེ་བེ་བུམ་ཐང་དེ་བཞི་དེ་ང་ཨུ་ལུ་ཚུ་དར་ལུག་དེ་ན་ཨུ་ར་གི་ཁ་ཐུ་ལུག་ཨུ་ར་དུང་ནབ་བེ་ཨུ་ར་དུང་ནབ་སི་མི་ལེ་ཧེ་མ་དེ་བུམ་ཐང་ཆུ་ཁོ་དེ་བུ་གི་ཁ་ཆི་བེ

གཉིས་པ་ལོང་དབང་སྲིན་མི་འདི་སྟེ་དེ་ནག་གི་བུ་མཐའ་བྱ་དཀར་རྫོང་བོད་པའི་སྡེ་སྐྱེ་བོ་དང་ལུ་སྟེ་ཕག་བུ་མཐའ་ཡུལ་མི་འདི་སུ་གི་བ་སྟེ་ང་གཅིག་གི་དཔོན་འདི་རང་སྟེ་དེ་མི་དུ་ཤའུ་ཀམ་ཤའུ་ཅི་མེད་སྟེ་དེ་གུ་རི་ང་གཅིག་གི་དཔོན་མི་དུ་འུང་འུང་ཟེར་དེ་ཨི་མ་ཐ་ནི་བོད་པའི་བོ་ད་ལུ་དེ་ལས། ཆོས་ཀྱི་མི་བཅུ་བསྟན་པ་གི་ཆས་ཀྱི་དེ་བས་མ་ལབ་ཟེར་ཧེ་མ་ཨུ་གི་འགུ་རུ་རིན་པོ་ཆེ་གི་དེ་ང་གཅིག་གི་འབྲུ་རྒྱལ་ཁབ་ན་བཅུན་དེ་ཕག་ལྕགས་མཁར་ལུ་དེ་རྒྱལ་བོ་སིན་དུ་ར་ཟ་ཀྱི་རྩ་ཡི་ལམ་པས་དེ་ཨཱ་ནི་ཀྱི་སྐབས་ལོ་དབུ་རྒྱུན་གུ་རུ་རིན་པོ་ཆེ་ཀྱིས་དེ་ལུང་དེ་ག་དེ་བས་སྣང་ཡིན་ཟེར་བ་བཞིན་མ་འོངས་པ་ན་ལོ་དེ་ལྕགས་ཁ་ར་རྒྱལ་པོ་སིནྡྷུ་ར་བཟའ་ཆུ་དེ་ན་བུམ་ཐ་ལུ་ར་ཀི་ཤི་ན་དེ་རྨིད་དོ་ཤ་འུ་ཀའམ་ཤ་འུ་ཆུ་ལུ་ཀི་དེ་གི་པའི་བུམ་ཐ་དེ་བཞིའི་ཆུ་གི་འོག་ཏུ་བདུད་ཚུབ་ཟེར་གྱི་ལུང་བསྟན་ཡོད་ཟེར་དེ་ཨཱ་ནི་ལས་རྨིད་དུ་གསལ་དེ་དབུ་རྒྱུན་གུ་རུ་རིན་པོ་ཆེ་གི་ལུང་དེ་ར་ཡོད་པ་ཕྱིན་ཅི་ཏི་དེ་ཨི་མེད་ཟེར་དེ་དེ་བས། ག་ཡི་གི་ར་ཏི་གུ་གུ་ཤུ་ཏི་གི་བའི་ཏེ་ཏི་ལ། ཏེ་ཕག་གི་དཔོན་ནུ་སེའི་མེའི་མི་ནུ་ཀྲོང་སེ་དཔོན་ལུག་གི་ཨུ་ལུ་བི་ནི་ཏི་གི་ཏེ་ཕག་བྱ་ཀ་ར་རྫོང་གི་གཉིས་སེ་ཀེ་ཀོ་ཡིན་པས་གཉིས་བ་ལོང་བ་སེ་མི་ཏི་ཏེ་ཕག་གི་རྫོང་བུ་རྫོང་བུ་བི་ཀེ། ཏི་ལེ། བུམ་ཏཱ་ལུ་ང་ཚ་ར་ཀ་རྒྱུད་གོང་མ་གི་གདན་ས་ལས་ཤ་དུ་བ་ཏེ་ཏཱ་ནེ་བའི་སྦས་བུ་ཏཱ་ལུ་ཀ་རྒྱུད་གོང་མའི་གི་གདན་ས་ཏེ་ཏཱ་ཅི་ཏི་ང་ཚ་ར་དེ་སྨད་དྲུག་གི་གཏན་པའི་བདག་པོ། དེ་རྒྱལ་བ་ལོ་རེ་བིག་གི་གདན་ས་ཆུ་བྲག། དེ་ལས་སྟག་མཐོ་བ་བྲག། དེ་གསུམ་པས་ཡབ་བརྟན་མི་ཉི་མིག་གི་གདན་ས། ཆུ་སྨད་ཆུ་བརྟན་སྙིང་པོ་ལོ། དེ་གསུམ་པས་ཕ་ཆུ་འབྲུག། འབྲུག་སྒོམ་ཞེས་བིག་གི་གཏད། གདུང་རྒྱུད་ཀྱི་གདན་ས་དབུ་ར་དགེ་ལྡན། སྟག་ནི་དུ་སའི་ཆ་སྙོམས་ར། དེ་ལྟར་བདག་འཛིན་ཐབས་སྡུད་ཀྱི་པས།

དང་ནི་གི་ལྕམ་བདག། དེ་ལས་འཁོར་གྱི་འོག་གི་བློན་པོ་འདི་སུ་གི། དེ་སྒྲུབ་གཞུང་གི་དམག་དེ་ཁ་བུམ་ཐང་ལུགས་ཡོད་སྨྲ་བ། ཆོས་ཀྱི་མི་ཆོས་བསྟན་པ་དང་འབྲུག་རྣམ་རྒྱལ་ལམ་རྣམ་སྲས་ཀྱི་ཁྱི་དེ། དང་ནི་བུམ་ཐང་ལུགས་ཡོད་མི་ཚུལ་གྱི་ཞབས་ས་ལུགས་ལྕགས། དེ་ཁོང་གི་ཡང་མགོ་ཏི་ཤུགས་ཐང་ལུགས་དང་ནི་ལས། དཔོན་སློབ་མི་ཆོས་བསྟན་པ་གི་མུམ་མདའ་བན། དེ་ཤག་ཆོས་ཀྱི་ལུང་པ་འདི་སུའེ། དེ་ང་གཅིག་གི་དཔེ་འདི་སྒྲུབ་པའི་གི་རྔ་བོ་ལུགས་ཚུལ་ནི་གི། དེ་ལུང་བསྟན་དུས་ལུགས་བབ་ནུ་འོང་ཟེ། དང་ནི་ལ་མ་བན། དེ་སྒྲུབ་གཞུང་གི་དམག་ཚུལ་དང་དེ་ལྟར་ཆ་མཉམ་ཁྱིག། དེ་མ་བཀུར་སྟོད་ཀྱི་ཁ་ཐུ་ལུགས་བྱོན་བྱོན་མིན་པས་བཀུར་སྟི་ལུགས་ཁྱི་དི་གི་བན།

ཕོ་བྲང་ཆགས་པ་འདྲ་འདུག་ཟེར། ཕོ་བྲང་ཆགས་པ་འདྲ་རུ་རྟེན་འབྲེལ་བཟང་པོ་འདུག་གོ་ཟེར། དེ་ལ་ལི་གཅིག་གིས་བོས་བ་ཕྱིན། དེ་ལྷུན་གྲུ་རྩིས་ཀྱིས་རྫོང་ཤིག་ཕུ་དྲོད་ཆགས་པ་རྫ་འདུག་ཟེར། དེ་ཨ་ནི་ལྷུན་གྲུ་གཅིག་གིས་རྫོང་ཚིག་དེ་ང་ཆ་དེ་བག་མ་ཡོད་པ། རི་གཅིག་གིས་པོ་ཏོ་ཀོ་ཡི་མེ་བ། དེ་ཡག་མ་ལ་ཡག་རྗེ་བོ་ད་ལུ། དེ་ཡག། རི་དེ་གིས་པོ་ཏོ་ཀོ་ལོ་རྫོང་དུ་ཡག། བྱ་ཕུ་དྲོད་ཆགས་ཆགས་འཛོམས་པའི་ཡོད་བི་ཟེར། དེ་ཨ་ནི་བའི་བེ་ནི་དེ་གིས། དེ་ང་ཆ་ར།

དེ་མ་ཐག་དེ་སྟེ་ཇོ་བོ་རྟ་ལུ་སྟེ་འབྲུག་གཞུང་གི་དམག་དཔོན་འབྲུག་རྣམ་རྒྱལ་དེ་ལས་བཀྲོངས་ས་དཔོན་བློན་མི་འཇུ་བསྟན་པ་དེ་ལས་ཤར་ཕྱོགས་ཚ་སེར་གྱི་བླ་མ་རྣམ་སྲས་དེ་ཁོང་གསུམ་གྱིས་ཏེ་ང་ཅག་ན་ར་མ་འབྲུག་གཞུང་གི་དམག་མི་འདི་ཚོ་ཁྱིག་སྟེ་བཀུར་སྟི་ལས་འཕགས་པའི་དེ་གདོང་བླངས་སེ་མི་འདི་རྒྱལ་འདི་གི་བས་དེ་དེ་ལས་ཁོ་ལོང་བཏུད། དེ་ལས་ལ་བོ་ཁ་ཐུ་ལུ་མ་སྟག་འདི་གི་ཆོས་མདའ་ལུ་སྟེ་ཨ་ན་གི་རྒྱལ།

ལ་ལི་ཅི་དམར་ལ་ཁ་བའི་ལྕགས་མ་གོ་བ་དེ་གོང་རིགས་ཀྱི་ཆུ་རྒྱུ་ཡི་ཤོ་ཁ་རང་ཐག་ས་ཡག་སུ་འདུག་བ། ད་ནི་བའི་མ་ཏག་ཏག་གི་བྱུམ་ད་ལུ་དེ་ལས་དེ་པ་དེ་ད་སྒྲུ་གཞུང་གི་མ་ནི་བའི་ཨི་མའི་མ་ད་ཡག་བུམ་ད་ལ་མ་ལ་དེ་རིན་པ་བཞིན་དུ་བའི་ཁ་ཡི་པི་འདི་འདྲུ་བའི་ང་བོ་ལུ་ཙུ་དེ་དམར་ལྕགས་རུ་ཁོང་ལ་སྦས་མི་སུ་བའི་སེ་ད་ནི་བ་ད་ལུ་དེ་གོང་ར་མ་ཀུར་ཏི་ལུ་ཡི་བའི་རྒྱས་བཙུགས་དེ་སྒྲུ་གཞུང་གི་མ་ལུ་དེ་དག་ཧེ་མ་ཡ། དེ་ལ་ལས་གཅིག་གིས་རྒྱུད་སྡུད་པའི་ས་ཆེ་རེ་དེ་མ་ཐུབ་བུ་གི་ལོ་ཆུ་དུས་སུ་ཁོ་བོ་ལས་དེ་ཆ་མཉམ་ལ་སྒྲུབ་བྱེད་ཐབས་དེ་དེ་ལ་ལས་གཅིག་དེ་རུ་སྨྲ་ར་མ་བྱ་བ་དེ་ཁོང་ན་ལ་བ་ཆོས་སྐད་མི་འཇུ་བསྟན་པ་གི་སྨྲ་སྒྲུབ་གཞུང་གི་སྨྲ་བ་མོ་གོ་ལས་དེ་ཆང་བ་བཅའ་དེ་ང་ཆ་དཔེ་འདི་འགྲུབ་བུ་གི་རྔ་བོ་ལུ་རྫུན་གཉིས་དབྱིངས་སེ་དགུ་རྟག་དེ་གི་བས་དེ་དེ་བས་དེ་ལྟ་བུ་མི་དུས་སུ་དེ་སྨྲ་བཅའ་དགོས་མི་འདུག་བ་སྨོ་བྱ་ཨ་ནི་བས་དེ་ལས། ཆ་མཉམ་ར་ཏེ་ན་ལ་མ་གོ་ལུ་བེ་ད་ཧ་ལམ་ཆ་རུ་ཁྱེར་བེ་མི་འདུག་སོ་ཨ་ནེ་བི་ར་ཡ་སུ་དུ་དེ་ཀྲོང་སོ་པེན་ལུགས་ཀྱི་དེ་ཆ་མཉམ་ར་ཏེ་ང་ཅ་ར་ཆོས་ཆོས་པེན་དེ་འགྲུབ་བེ་ངོ་བོ་ལུགས་འདུག་དེ་གི་བེ་ད་ཨ་ནེ་བེ་དེ་ད་བེའུ་ད་ལུ་དེ་རྡོང་ཏི་སེ་མི་ན་ལུ་རྫོང་བཞི་སྟབས་དེ་རྫོང་གི་མི་ལུའེ་དེ་རྡོང་ཏི་བཀྲ་ཤིས་ཡང་ཚེ་སེ་བེར་ན་བ་བཀྲ་ཤིས་དབྱངས་ཚེ་སེ་ལ་མ་བ་མོ་དེ་མ་གོ་ངོ་མ་བེ་བ་ཆེ་བཀྲ་ཤིས་ཡང་ཚེ་མེད་བ་བཀྲ་ཤིས་ཡང་བེ་ཡང་ཚེ་གི་རྫོང་དེ་སོའེ་དེ་ད་ཨ་ནེ་བ་ད་ད་བི་མེད་ཆོས་གི་མི་ཆོས་བསྟན་པ་ཡིན་དེ་སྟབས་དེ་ལས།

དེ་ལྟ་ང་ཚོས་ཡར་ཕར་ཆས་ལ་སྟོང་ཕུག་བརྒྱད་ལོ་གཞོང་ཁ་བརྒྱད་ལོ་སོགས་དགུ་ལས་མཐུན་ཡོད་པ་མོ་ད་ཨ་ནེ་བཟུང་པས་དེ་གཞོང་ཁབ་དང་སྟོང་ཕུག་བརྒྱད་པོ་གཉིས་གཅིག་གིས་གཅིག་ལུས་ངས་མ་རངས་པ་དེ་ཡོད་ལས་དེ་འདི་གི་བས་ཏེ་གཞོང་ཁབ་པ་ཆོས་རྗེ་དཀར་པོ་གདུང་སེ་མི་དེ་གི་དེ་ད་གཞོང་ཁབ་པ་ཆོས་རྗེ་དཀར་པོ་གདུང་གི་དེ་ལས་འབྲུ་གཞུང་གི་དམག་ལུགས་དེ་འདི་འདྲི་ཞུ་འབྲུ་གཞུང་གི་དམག་ལུགས་མགོ་བཏགས་དེ་གི་བས་ད་ཨ་ནེ་བས་འབྲུ་གཞུང་གི་དམག་སོགས་གཞོང་ཁ་གི་ཁ་ཐུ་ལུ་ཤུལ་བདའ་ལུགས་དེ་ལས་སྟོང་ཕུག་བརྒྱད་བདའ་གཅིག་ག་ཚ་གཅིག་དེ་དམག་སྐྱབས་དང། ད་ནི་བའི་སྟོང་ཕུག་རྒྱལ་བདག་ཅིག་གམ་དམག་སྐྱབས་འདི་བེ་རོའི། དེ་ལྟར་ཁོང་གི་དམག་སྟོབས་ཆུང་ཁུ་བེ་ནི་དེ་གི། དེ་སྟོང་ཕུག་རྒྱལ་བོད་ཀྱི་དམག་གི། དེ་ང་ཅག་གི་འབྲུ་གཞུང་གི་དམག་ལུགས་མ་ཐུབ་པ། དེ་དེ་ལས་གཞོང་ཁ་དང་སྟོང་ཕོའི་དེ་ལས་རྔ་བོ་ལུགས་ཚུགས། དེ་ལས་མ་བ་བེ་ཤེ་ལས་དེ་རྔ་ཚང་རྒྱལ་བོ་དྭགས་འཇམ་ལོ། ཕྱི་ཚང་རྒྱལ་བོ་དྭགས་བུ་ལགས་ལོ། བང་གི་དྲི་མེད་ཧེ་ལོང་ལོ། ཁ་ཡི་ལོ་བམ་གྱི་ཁྲི་མི་ཧེ་ལོང་གི་རྒྱལ། རྡོ་རྗེའི་སྲས་མི་དེ་སུ་མེད་དཱ་ནི་དེ་སུ། དེ་ཆ་མཉམ་ར་དེ་ཡེ་ལ་མ། དེ་ལྟར་མ་ཆགས་པར་ནི་བའི་ཆ་མཉམ་ལྔ་བོ་ལུགས་ཚུགས་འོང་གི་ལ་ཁོང་རང་བཞིན་མི་འབར་རང་ལྔ་བོ་ལུགས་རྫུས་དུས་ཀྱི་བས་དེ་ལས་ཏེ། ཨ་ནི་ལ་ཏེ་མ་པོའི་གཉིས། དེ་གཞོང་ཁ་ལུགས་རྫོང་གཞན་དུས་ཀྱི་བས་གྲབ་སྒྲིག་ནང་དུ་གྱི་ཞབས་དབྱིངས་སེམས་མེད་ད་ང་ཚ་ར། འབྲུག་རྣམ་རྒྱལ་དང་དེ་ལྟར་ལས། དཔོན་སློབ་མི་འགྱུར་བསྟན་པ་འདི་སུ་ཡག་བཞུགས། དེ་ཡང་གཞོང་ཁ་རྫོང་གཞན་འདི་གི་བས་ཡག་བཞུགས། དེ་འདི་ལ་མ་བས་དེ་ལྟ། མ་བརྟགས་བརྗོད་གོ་ལས། དེ་ལམ་རྣམ་གསེར་གྱི་བས་དེ་དགུ་བདག་ཁོ་བས། དེ་ལམ་རྣམ་གསེར་གྱི་བས་དེ་དམག་གི་སྡེ་གཅིག་ཁྱི་དེ་གི་བས་དེ་བར་བཀྲ་ཤིས་གང་དབུ་རྫོགས་རོང་སེ་མི་ན་ལུ་མི་མེད། ད་ཨ་ན་ལུ། དེ་རྩེ་མི་ཚོགས་ལྔ། དེ་ལས་གོང་རོ་བར་གྱི་དབུས་ཡི་དེ་མེ་ལ། རྩེ་མེ་མཚོ་ལྔ་ལོ་བཀྲ་ཤིས་གང་བ་ལོ་དེ་ལས་རྐང་རླུང་བ་ལོ་མཁའ་རླིང་བ་ལོ་ཟད། ད་ཨ་ནི་འདི་སུ་ལྟར་བཟླས་སོ་སོ་སོ་དུ་བ་མོ་དེ་ན་རོ་རེ་རེ་ཀླུ་རྒྱལ་བ་རེ་རེ་དུ་རྒྱལ་ཆེན་རེ་རེ། ད་ཨ་ནི་འདི་སུ་ཀླུ་དེ་ན་ལ་མ་བུས་པགས་ད་ང་ཆ་ཨ་ནི་བའི་འོ་མདོ། དེ་ཆེ་ཆེ་ཆབ་ང་ཆ་ད་ཆེ་ཁ་མ་ལྕབ་ནི་མོ། དེ་ད་ཆེ་ར་ང་ཆི་ཀི་འོ་ལུ་རྫུས་ནི་མོ་ཟད། ད་ཨ་ནི་བའི་དེ་བ་ཆེ་པགས་དེ་གྲི་བ་དམ་ད་ཀླུ་དེ་ལས་དེ། དབུ་རྫོང་རོང་ལུང་དབང་འདི་གིས་བོད་དོ་ལོ་ཐང་ཨ་ན་ལུ་བེ་ག་ལེ་ཏེ་བཙན་མི་རྒྱལ་བོ་སྟོབས་ལྡན་ལོ་བཀྲ་ཤིས་སྒང་རྒྱལ་བོ་ཚེ་དབང་དང་བླ་མཁར་ལོ་ཐང་ཨ་ནི་རྗེ་སུ་ཆ་མཉམ་འདྲ་དེ་དག་ཁ་ཞེ་མེད་པ་དང་ང་ཆ་དམག་མི་ཆབ་དེ་ང་ཆ་པན་ཏིན་འགྲུ་བི་གི་རྔ་བོ་ལུ་ཆུས་ཀྱི་པན་ཏིན་འགྲུ་བི་གི་རྔ་བོ་ལུ་རྫུན་ནི་ཡིན་སེ་དེ་ཁོང་ར་གི་བེ་ཏེ་གོ་ད་ཤུ་ཏི་གི་བེ་ཏེ་ལེ་ཨ་ནི་བེ་བེ་བོ་ལ་ལི་ཅང་ནི་བེ་བེ་བོ་མེ་ཏེ་ནི་ལེ་བེ་ང་ཆ་ར་ཁ་ལུན་ཁ་ལུན་རྒྱལ་བོ་སྡེ་བ་ལོ་ཀང་ལུན་རྒྱལ་བོ་ཏེ་ལེ་ཕོ་བྲང་ཨ་ཆི་ལོ་མེ་ར་བླ་མ་ནག་སེང་སེ་མི་དི་སུ་ཏེ་ནང་ན་ལེ།

དེ་སྒྲུབ་གཞུང་གི་དམངས་ཀྱི་སུ་དེ་ཨ་ན་ལེ་བས་དེ་ཡར་ལོག། དེ་གཞོང་ཁ་ལས་ཡར་ལོག། དེ་ད་ང་ཕྱིར་ན་གཞུང་ཁ་ཏུ་ལུ་ལོ་བརྡ་ལུ། ད་ཨ་ནི་གི་སྐབས་ལུ། དེ་དམག་ཚུགས་ཕ་ལི་ཚུགས་ལུ་འོམ་བརྡ་ལུ་དེ་ནུ་ཆུ་ཏུང་ལ་བི་ཟེ། དེ་ནུ་ཆུ་ཏུང་ལ་བི་གི་དུང་ནུ་བུ་ཨོང་ཟེ་མི་དི་གི་དེ་ཁོང་གི་ཀུན་དུ་ལུ་ཅག་དི་གི་བས། དེ་ལྟར་ངོ་ཚེ་རིགས་ཀྱི་ཆོས་རྒྱུད་མི་བཅུ་བསྟན་པ་ལ་སོགས་རིགས་ཀྱི་ཀུན་ཏུ་ལྕགས་འདེགས་བགྱིས་པའི། མཁན་རིན་རྣམ་གསུམ་གྱི་ས་ཁ་ལོ། དེ་ལྟར་ཉག་ཁ་དུང་གི་དབང་ཕྱུག་འདི་བགྱིས་པའི་ཡུལ་ཡོད། ད་ནི་ཉག་ཁ་དུང་འདི་བགྱིས་ང་ཚེ་རིགས་ན་མཁན་རིན་རྣམ་གསུམ་བགྱིས་ས་འདི་དབང་ཕྱུག་ལས་ཏེ་འདི་བགྱིས་པའི་ཁོང་གིས་ང་ཆེན་མི་སེར་ལོ། འདི་བགྱིས་ག་ནས་མེད་པ། ད་རྣམ་སྨིན་གསང་བའི་ང་ཆེན་མི་སེར་འདི་སུ། འུ་དུ། ཉམ་ཐག་ཨ་ནེ་བའི་སྦེ་དོ་བོ་སོགས་དོ་ལོ། དེ་ལྟར་སྒྲོ་གཞུང་གི་མར་ལོ་དེ་ལྗགས་ཞུ་ཞུགས་ཡིན་པས། བཀའ་ཆོས་ལོ་ནུབ་ཆོས་སྟོན་ལ་འབིགས། དེ་ལྟར་དུང་ནོར་བུ་ཨོང། ནོར་བུ་འོང་སེམས་འདི་ཀས། ད་ཨ་ནི་པའི་ཡར་ཞུགས་ད་ལོ། དེ་ལས་དེ་མ་ཉལ་ཁ་དུང་བཏུལ་བ་བྱོན་གོ་པས། དེ་ལྟར་སྒྲུབ་གཞུང་གི་དམག་ལུས་བསུ་བ། དེ་བསུ་བ་བཏབ་ད་ལོ་དེ་ལས། དཔེར་ལྟས་ང་ཅི་ལ་སྒྲུབ་གཞུང་གི་དམག་ཆོས་རྒྱུད་མི་འཇུ་བསྟན་པ་གི་འུ་ཚུགས་འདི་གི་པས་དེ་ཡལ་ལ་མ། དེ་ལྟར་བྱོན། དེ་སྒྲུབ་གཞུང་གི་དམག། ལྟུང་བླ། རྒས་འདི་གི་པས་འཇོག་ད་ལོ་དེ་ཁྱིམ་ཁ་ཐུ་ལུ་རྟག་དུས་བཅོམ་ད། དེ་ལྟར།

དེ་བྱོན་སྲིད་ཀྱི་ལམ་ཁ་ལུ་རེ་ཕེ་བླ་མ་རྒྱལ་སྲིད་འཛད་མེད་འདི་གི་རྒྱུད་དེ་ལས་འདས། ཁུག་གི་དམག་སྐྱབས་འདུག་ད་ལུ་དེ་ལོག་ལང་ཇུ་ལུ་ཁོ་ར་ཨེ་དེ་དག་དམག་སྐྱབས་ས་ར་དེ་དག་ལོག་གི་དམག་སེ་བེ་ད་བོད་ཀྱི་ལོ་རྒྱུས་མེད་དེ་འབྲུ་བོད་ཀྱི་དམག་ལུ་མ་འབྲུ་གཞུང་གི་དམག་ལུ་མ་ཐུ་བ་དག་ནི་བེ་ད་ནི་ས་དེ་ཚུ་ག་ར་རྩིས་ལེན་བེ་བེ་དེ་དག་དམག་ཕུང་སུ་ང་ཆ་ར་དེ་དག་ཆོས་ཀྱི་མི་རྒྱུད་བསྟན་པ་གི་སྒོ་ཁྲི་བེ་དེ་ཀྲོང་ས་ལུ་ལྷུས་ཤི་ན་དེ་ཆོས་ཀྱི་མི་རྒྱུད་དཔོན་ལུ་མི་རྒྱུད་བསྟན་པ་གི

ཏེ་སྒྲོལ་གཞུང་གི་འོ་ལོས་རྫི་གཟུགས་མེད་མ་བཀའ་ལིང་རྒྱལ་པོ་བདེ་བ་ལོ་བཀའ་ལུང་རྒྱལ་པོ་བཀའ་ལུང་གི་རྒྱལ་པོ་དེ་ལས་ཕོ་བྲང་ཨ་ཕྱི་ལོ་མེ་ར་བླ་མ་ནགས་སེང་སེང་མི་རྫི་སོགས་ཀྱིས་ཕྱི་ཁ་ལས་བས་ཏེ་ཁ་བྱམས་ཀྱིས་མང་སྐྱེས་ཡར་བཏབ་ཀྱག་ད་ང་ཆའི་དེ་དཔེ་འདི་འགྲུབ་པའི་སྔ་འོ་ལོ་རྫུས་ཉོན་དབྱིངས་གསལ་ཏེ་ཨ་ནེ་བའི་བེ་ནི་ཏི་ཀི་བླ་མ་རྣམ་སྲས་ཧི་མ་ལ་ར་དོག་པ་ཆོས་ཡོད་དུ་མ་བ་དེ་ལས་བས། དེ་ང་ཅག་སྦྲུལ་གཞུང་གི་དམག་འདི་སུ་ཆེ་ཉམས་ཕ་ལུ་ཚུགས་ལོག་དེ་བཀྲོངས་ས་ལབ་པའི་རོ་དེ་ལྟ་ན། ཤ་དང་འོང་གི་དམག་འདི་སུ་གཞུང་གི་དམག་འདི་སུ་ན་ལོ་བཏང་བས་བས་དེ་ལོ་ཤུ་ཤུ་ལས་ལམ་རྣམ་སེལ་གྱི། ད་ཚ་ཆི་མ་ལ་མ། ད་ག་དེ་བས་ན་ཚ་ཆི་ལྟ་བ་འཇོག་གོ་བས་སེ་དེ་རྣམས་ལམ་རྣམ་སེལ་གྱི་ཧེ་མ་གི་ཁ་ཚིག་ཁོང་རོལ་གྱི་གན་རྒྱ་ཕུལ་མི་འདི་སུ། དེ་བཀྲ་ཤིས་སྒང་གི་ཁ་ཐུ་ལུ་ག་དེ་བས་ཡོད་ག་ནོ་དེ་མ་ལྟ་བ་བྱོན། དེ་ཨན་ལས་དེ་འཕྲད་དེ་འོ་ལ་འདི་སུ། དེ་མ།

དེ་ལས། མཁའ་རླུང་རྒྱལ་པོ་ཆང་ལོ་པད་དང་བཙན་མཁའ་རྒྱལ་པོ་ཕོ་བྲང། ཨ་ཕྱི། ཕོ་བྲང། བཙན་མཁའ་རྒྱལ་པོ་ཕོ་བྲང་ཨ་ཕྱི་སེམས་དེ་འཛིན་བཟུང་བས་དེ་ཕ་ལེ་ཚུ་ནག་པོ་ནག་ཧ་བཏང། དེ་ལས་བས་ན་ལ་མ། ཏེ། སྒམ་རི་ལུང་པ་དང་མན་ར་ས་སྟེང་ཏེ་ན་ལ་མ་ད་རུ་གཡུ་གཡུ་མི་ཡིན་མ་བ་སྒམ་རི་ལུང་པ་ལོ་དེ་ལས་མན་ར་ས་སྟེ་གི་བར་ཚོ་གསུམ་ཡོད་དོ་མེ་དེ་ལས། བང་སེ་ཀུང་བི་གི་རྒྱལ་སེ་ཡོད་དོ་མེ་ཨ་ནི་དེ་སོ་ཨེ་དེ་བབ་ཞུགས་དེ་གི་བས་དེ་ག་ར་རྔ་བོ་ལུ་ཙུ་ཚ་དེ་གི་བས

དེ་ལས་བླ་མ་ནགས་སེ་ན་མེ་ར་ལམ་ནགས་སེང་སེ་མི་འདི་གི་ཡག་བུའི་ལུགས་གསུང། དེ་བུ་གཞུང་དགའ་འདུན་ཕོ་བྲང་ལས་དམག་གི་རྒྱབ་ཞུགས་འདི་གི་བས་ད་ཁོང་རེ་གི་འཇབ་ཐ་བས་དེ་ཡན་ལ་མ། དེ་ད་དམག་གི་འཇབ་ཞུགས་དེ་དམག་དཔོན་ཕུན་ཡུལ། དྲུང་སོ་སེ་མི་འདི་དང་སྡེ་པ་འཛམ་ལྷ་སེ་མི་འདི་བས་ཡག་བུའི་བླ་མ་བུའི་གཞུང་གི་དམག་དཔོན། དང་ནི་སྡེ་པ་འཛམ་ལྷ་གཉིས་གི་དམག་བུའི་དམག་དེ་གུ་ལུ་ཁོང་ར་ཕ། དེ་ད་ཧེ་མ་ལ་ཁོང་རེ་གི་འུ་ལུ་ཡོད་བས་གི་དམག་འདི་སུ་སྐྱེ། དེ་ལས་བས་དེ་སྡོམ་འདི་དེ་ལས་དེ།

དཔལ་སྒྲུབ་པ་རིན་པོ་ཆེ་ཁོ་རེ་ཡུལ་ལུང་སྟོད་ཡུལ་ལུང་སྟོད་ཡུལ་བློ་བརྟན་བདེ་སྐྱིད་པས་དཔལ་འཛིན་སྒྲུབ་བོད་ཀྱི་ཆོས་སྲིད་ལུགས་གཉིས་ཀྱི་བསྟན་པ་དེ་གཙུག་ར་གཙུག་སོབ་དུས་སྐབས་བཅུ་ངོ། དེ་ཚེ་དཔལ་ཨ་ནེ་བས་གསུང་འདི་གི་པས་དེ་ད་རུང་ཨ་ནེ་ལེ་བས་དེ་ལྟ་ན་འབྲུ་གཞུང་ལུགས་དམག་ཆབ་ཞུ་དེ་ལས་ནང་དབང་འཚོ་བྱེད་རྒྱལ་གྱི་དམག་དེ་ལས་ཤ་ད་རྒྱལ་གྱི་དམག་ད་རུང་ཧེ་མ་བཟུང་བས་ལ་དེ་ལས་མ་འདི་འཚོ་བཞི་བུམ་ཐང་སྡེ་བཞི་གི་དམག་འདི་སུ་ཆ་སྙམ་དེ་ཡན་ལག་དམག་དེ་རྐུབ་དཔལ་ཨ་ནེ་གིས་དེ་དམག་དཔོན་པའི་སྐུ་དྲུག་དམ་ཆོས་དཔལ་ཁ

དེ་ཡོད་ཀྱི་ཧ་ལམ་ལོ་བཅུ་ལྷག་མ་ལྷག་བརྗེས་ད་ཨང་རིམ་གཅིག་གི་འོག་སུ་ནོ། ད་ཨང་རིམ་གཅིག་གི་ནང་འཁོར་ལོ་དེ་ད་ཆ་མཉམ་ར་དེ་དཔལ་ལྡན་འགྲུབ་བེད་ཀྱི་སྔ་བོ་ལུགས་དེ་གཙོ་བོ་སྦས་པས། ད་ཨང་ན་ལེ་བས་དེ་ལོག་དེ་ཆ་མཉམ་དེ་ང་ཆ་རག། གཉིས་པ་ལོང་བ་གི་བས་དེ་ལས་དེ་གཞུང་གི་དམག་མི་ཚུ་ཁི་ཏི་གི་བས་དེ་ལོག་ཡ་གཞུང་ཁ་ཏུ་ལུ་ཆོན། དེ་ལས་ཨུམ་ཛེ་དམ་ཆོས་རབ་ཀེ་ད་དེ་ལས་ཀུ་ཀྲུ་པད་ཁ་ར་ཆོས་འཕེལ་གཉིས་དེ་མང་ལུ་ར་བཞུགས་དེ་གི་བས་དེ་བས་མཁར་ལུ་བཀྲ་ཤིས་སྒང་གི་རྫོང་བ་བཏབ།

གཡང་རྩེ། གཞོང་འགག། མཁན། བཀྲ་ཤིས་སྒང། གདུང་བསམ། སྐྱུ་ལུ། སྟེ་ང་ཚ་ལ་ཤར་ཤུག་འཁོར་ལོ་རྩིས་རྒྱས། སྟེ་བསླབ་གསོའི་དུས་སྟེ་ང་ཚ་ལ་ནང་བསྟན་བསྟན་འགྲོ་བའི་ཆོས་ཚུལ་ལུགས་གཉིས་ཀྱི་བསྟན་པ་གཙུག་ཕུད་ཀྱི་སྐབས་ལས་བཏགས་ནས་པའི་བྱུང་ཆུབ་དབྱིངས་ཡིན་ཟེར་མོད་པ། བཏགས་ནི་དེ་སུ་སྟེ་མ་པ་གཙོ་བོ་ང་ཚ་ལ་དཔལ་སྒྲུབ་པ་རིན་པོ་ཆེ་འཁོར་རིགས་ཀྱི་ལུགས། སྟེ་དབུ་རྒྱུན་གུ་རུ་རིན་པོ་ཆེ་ཀྱི་ལུང་བསྟན། སྟེ་ཆོས་སྐྱོང་ཡེ་ཤེས་མགོན་པོ་ལྕམ་དྲལ་གྱི་ལུང་བསྟན། རྗེ་བཙལ་སྤྱི་ཁ་ལུགས། སྟེ་ད་བར་ཤར་ཕྱོགས་ཀྱི་ཁ་ཐུག་གསུམ་བཅུ་བདེ་བ་སྤྱི། དག། དཔལ་རོག་དཔལ་ལྡན་སྒྲུབ་པ་རིན་པོ་ཆེ་འཁོར་རོག་གི་ཐུགས་སྨོན་ན་འཁོར་རོག་གི་ཐུགས་རྗེ་བྱིན་རླབས། དེ་ཡི་གི་ཁ་ལུ། དེ་ང་ཚེ་རབས་དཔལ་ལོ་མི་བཅུ་བརྟན་པར་དག་དེ་ལས་བླ་རྣམ་ཚེ། དེ་ལས་དམག་དཔོན་སྒྲུབ་རྣམ་འགས། དེ་ལས་དབུ་མཛད་དམ་ཆོས་འདི་གསུང་གི་བླ་མེད་གི་བཀའ་ཅི་གསུང། བཀའ་གང་ན་གསུང་ཅི་གསུང་དཔལ་ལྡན་སྒྲུབ་པ་ལུ་དག་མ་པ་ལས་དེ་དད་པ་དང་མི་དགེ་སྦྱོར་བ་མེད་པ་ཁ་ཤས་གཉིས་མེད་ཀྱི་སྒོ་ལས་དེ་དག་དཔལ་ལྡན་སྒྲུབ་པའི་ཆོས་ཚུལ་གྱི་བསྟན་པ་ནི་དབྱིངས་ཀྱི་མིན་ཕྱིར།

པས་སྒྲུབ་པ་རིན་པོ་ཆེ་འཁོར་བའི་ཞབས་ཀྱི་ལྕགས་དེ་མ་བྱོན་མེད་དེ་རྣམ་པའི་ས་མིག་གི་མཐའ་ཡི་གཡུ་ཡི་པའི་ཨའོ་ཇག་པགས་ཀྱི་ཚངས། དེ་དག་དེ་ན་ལུ་དེ་ལ་བའི་ས་ལ་གཡུ་རོའི་ཐད་རི་ག་ལས་ཤ་དང་ནི། མིག་བཅོམ་ས་ནི་ཨ་ལྕགས། སྐུ་ལྕགས་ཁྲོ་གསུམ་གྱི་ལ་དེ་སྟེ། ཡག་དང་མ་བྱོན་མིག་གི་མི་སྲིད་པའི་ས་ཕྱི་རོའི་ཐད་ག་ཡི་ར་དེ་ལ་མཁའ་ལས་ཆུ། དེ་ཐུབ་ཆོག་ཐུབ་ཆོག་བསད་ཐུབ་བསད་རྡུང་ཐུབ་རྡུང། ད་ནི་བདེ་སྐྱིད་ག་ནས་མེད་པ། དེ་བདེ་བོད་ཀྱི་དབུས་སྤྱི་མེད་པ་ད་ག་ནང་བ། དེ་མཐའ་མཚམས་ཀྱི་དབུས་པའི། ད་ཨ་ནི་ཕྱོགས་ཀྱི་མི་སེར་དེ་སུ་གི་དེ་ལས། ཁོང་ལོ་དགའ་གི་མེད་པ་དེ་ཨ་དཔལ་སྒྲུབ་པ་རིན་པོ་ཆེ་གི་དེ་ཞབས་ས་ལོ་ལྕགས་སྡིག་གི་བས་དེ་ཞུ། ཞུ་བ་ཕུལ་བོ་བཞིན་དུ་བས་དེ་སྤྱི་ལོ་གཅིག་སྟོང་དྲུག་བརྒྱ་བཞི་བཅུ་ཞེ་དགུ། གནམ་ལོ་བས་བ་ཅན་ས་གླང་གི་ལོ་ལོ། དེ་ལྟར་དམག་དཔོན་གཞུང་སྒྲོན་ཉི་སྦྲུལ་རྣམ་རྒྱལ་གྱི་བས་དེ་ཨེ་ལ་མ་གཞུང་གི་དམག་དཔའ་རྩིབས། དེ་ང་ཚེ་ར་དེ་དེ་སུ་གི་དེ་གི་བས། དེ་དག་གོ་ལ་ཆགས་ལྟར་བསྒྲགས་ཏེ་མ་བྱོན། དེ་ལྟ་བ་གི་ད་ག་ན་གི་མིག་ཉིད་བཀྲ་མ་ཤིས་འདི་སུ་ཆ་སྙོམས་ར་གཡུལ་ལས་སྟོན་བཏང། དང་ནི་འདི་སུ་ཆ་སྙོམས་ར་དེ་ངན་པ་ཚ་ར་བཅས་བཟང་པོ་གཡུལ་ལོ་བཙུགས་འདི་གི་པས་དང་ནི་བའི་རྫས་ཟིལ་བུའི་ལོ་རྒྱུས་མེད་དང་ནི་བཀའ་ལུགས། དེ་དག་དཔལ་སྒྲུབ་པ་རིན་པོ་ཆེ་འཁོར་རོ། དེ་ང་ཚིག་གི་ལྷོ་ལྡིམ་འདི་ལྷོ་ལུམ་འདི་ན་ལོ་བྱོན་ཤིང་ན་ལས། དེ་དག་དུས་ཚ་ནིམ་གཅིག་གི་བར་ན་བཀོད་ལུགས་དཔལ་འཛིན་སྒྲུབ་པའི་གི་བསྟན་པ་འདི་དེ་བཞིའི་གཙུག་ནི་རྒྱུད་དོན་བརྡ་ལུགས། དེ་རྫོང་ཆེན་བཞི་ནི་ཆ་ལག་འབུམ་རྫས་ཁོག་མེད་བདུད་གཟུགས་ཆ་སྙོམས་ར། དེ་ལྟ། རིམ་པ་བཞིན་ཐུབ་པའི་རྫས་དེ་ཐ་ན་རྗེ་འདི་ལུགས་ཐ་ཚམ་ད་ག་ན་ཚུན་ཚུན་གྱི་ནང་འཁོར་ལུགས་དེ་ཆ་སྙོམས་ར། དེ་དཔེ་འདི་འགྲུབ་པའི་གིས་དེ་བསྟན་པ་གིས་དེ་ཆོས་སྲིད་ལུགས་གཉིས་ཀྱིས་བསྟན་པ་ལས་ཁྱབ། དེ་ཡིག་གི་སྐབས་ལོ་ང་ཆར་དཔལ་སྒྲུབ་པ་རིན་པོ་ཆེ་ངག་དབང་རྣམ་རྒྱལ་སྲས་མི་དེ་ང་གཅིག་གིས་ལྷོ་ལུགས་འདི་ན་ལུགས་ཆིབས་ཁ་འཇུ་བདག་ཤི་ན་ལས་ཉིམ་གཅིག་དགའ་ཐོ་ཐོ་དང་སྐྱིད་ཐོ་ཐོ་བས་མ་ཞུ་བས་ང་གཅིག་རྒྱལ་ཁབ་ཀྱི་དོན་བརྡ་ལུགས་ཆ་ལག་ནང་ཆིབས་ཁ་ལས། གཙང་གི་དམག་ཐེངས་གསུམ། དགའ་ལྡན་བི་གི་དམག། བི་ལ་མ་དམག་སྦོམ་ཐེངས་གཉིས་དེའི་གསུམ་པའི་ནང་ན་ལས་ང་ཅི་ར་ལ་མ་ཁ་ང་ཡི་གི་ན་ཕྲུག་ད་ཨ་ནི་འདི་ཚོ་ལས་ཤ་ཅི་ཐོན་འདོད་པའི་ས་ཅི་རུ་དེ་དེ་ཚོ་ལུ་ཐུག་ངན་བ་དང་ཀུ་དེ་ད་འཇིག་པ་ལ་བག་ཚ་བ་མ་པ་ལ་ར་མ་མཛད་པ་དེ་གཙོ་བོ་དེ་དེ་ཨུ་གི་འགུ་རུ་རིན་པོ་ཆེ་འཁོར་ཡུལ་ལུང་བསྟན་འདི་དེ་ད་ཐུག་གི་སྐྱིད་ལུ་ཆང་དེ་ལས་ལྷག་པར་དུ། དེ་ཆོས་སྐྱོང་ཡུལ་ཤོད་རྒྱུན་པོ། དེ་ལྕམ་དྲལ་འཁོར་དང་བཅས་པ་འདི་ཕྲིན་ལས་འགྲུབ་པའི་རྒྱུ་གྲུབ་པས། དེ་དག་ཅི་ཁ་ལོ་ང་ཚ་ཧི་མ་ལའི་ན་འབྲུ་རྒྱལ་ཁབ་ན་དེ་ཡོད་པས་ཀྱི་དཔེ་འདི་འབྲུ་རྒྱལ་གྱི་ཆོས་ཀྱི་རྫུན་པ། གདུང་གི་རྫུན་པ་འདི་སོགས་ཀྱི་ཁ་ཞེ་གཉིས་མེད་ཀྱི་སྒོ་ལས་ཞབས་ཏོག་ཞུ་བདེ་གི་པའི་ད་ཧ་ལམ། ལོ་པའི་བ་ཆེན་སུམ་ཅུ་སོ་ལྔ་འདས་ཤིང་ད་ཡོད་ཀྱི་སྤྱི་ལོ་གཅིག་སྟོང། དྲུག་བརྒྱ་བཅུ་དྲུག་ལས་འགོ་བཙུགས། དེ་ལས་སྤྱི་ལོ་གཅིག་སྟོང་དྲུག་བརྒྱ། ཏེ་ཡུག་ཅིག་ལྔ་བཅུ། གང་མཆིས་ན། ད་མ་ཧོ་ལས་ཐོག་མ་ཨམ་ཅིག་ཚུན་ཆུ་ནོར་གོམས་ད་གདོང་གིས་སྦོ་བ་བྱིན། ད་ལོ་སུམ་ཅུ་སོ་ལྔ་འདྲེ་ཆེན་ང་གཅིག་གིས་འབྲུག་རྒྱལ་ཁམས་དང་ལུ། ད་ང་གཅིག་གིས་འབྲུག་བུའི་མི་སེར་འདི་གསུག། རང་དབང་རང་བཙན་བཟོ་ནི། བཙན་གཏོ་གཏོ་བཟོ་ནི། རྒྱལ་ཁབ་ག་གི་འོ་ལས་མེན་པ་གཙང་མ་གཙང་ཆ་བེ་བཟོ་ནི་གི་ཆ་ལ་སྣང་འདི་གི་པེ་ར། ཏེ་ཁོ་རི་སྐུ་སི་ཅིས། དེ་སྐུ་ཚེ་དང་མཛད་པ་དེ་ཨནེ་མི་ར་དྷཱ་ཀེ། ད་སྲིད་ཕྱོགས་ཀྱི་ཁ་ཐུ་ལོས་འབེལ་ས་ཅི་རུ། ཆོས་ཕྱོགས་ཀྱི་ཁ་ཐུ་ལོས་འབེལ་བའི་གྲ་ཚང་གི་སྡེ། དེ་ན་ལོ་ཏི་ང་ཅ་ར་ཤེས་འབིག་གི་སྡེ། སྒྲུབ་འབིག་གི་སྡེ། གར་ཐིག་དབྱངས་གསུམ་གསང་སྔགས་ཀྱི་ཆོ་ག་གི་ཕྱག་ལེན་དང་བཅས་པ། ཆ་མཉམ་ར་མ་ཏུ་གཏུབ་པའི་ཏེ་མ་འབྲི་བུར་འབྲི་བའི་དད་པའི་ཚུལ་རྣམས་ལས་བསྟན་ཏེ་ཆོས་སྲིད་ག་ཅིག་གི་ཐད་ལས་མདོ་སོ་ཐང་རུ་པའི་སྒྲུབ་པ་རིན་པོ་ཆེ་ངག་དབང་རྣམས་ཀྱི་གཟུགས་མེད་ཀྱི་བཀའ་དྲིན་ཅན་ཏེ་ཏེ་ང་ཅིག་གི་སྒྲུབ་བསྡུས་སུ་ལ་མི་ནོར་སྲི་ཞུ་དོ།